དང་པོ་འདི་ལ་ཡང Tibet Dawai གི YouTube གི་ནང་མི་ལྷན་རྒྱས་ཡོངས་ལས་འཚམས་འདྲི་བཀྲ་ཤིས་ལེ་དང་ཁྱོད་རྣམ་པ་བདེ་པོ་དང་པོ་ཡིན་གྱི་རེད་ང་རང་གི་མིང་ལ་སངས་རྒྱས་ཚེ་རིང་དང་ནི་དེ་རིང Tibet Dawai ལགས་ཀྱིས་ནི་མི་མང་པོ་ཁོང་ནས་ནི་དཔེ་དེབ་ཀྱི་ལེ་ཚན་འདི་འགོ་བཙུགས་ནས་དེ་རིང་ལེའུ་ཐ་མ་དེ་ཆགས་བསྡད་འདུག། ལེའུ་མཐའ་མ་དེ་ལ་ཡང་ཚེ་རིང་ཟླ་བ་ལགས་ཀྱིས་ང་ལ་གོ་སྐབས་སྤྲད་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། ད་དཔེ་དེབ་ཀྱི་ལེ་ཚན་དེ་ལ་ཁ་ཐུག་མ་འགྲོ་བ་བཤད། དང་ཐོག་དེ་ལ་ཡང་ད་མི་ཚང་མ་ལ་སོ་སོའི་རང་ཉིད་ལ་དགའ་བའི་ནི་དཔེ་དེབ་ཀྱི་རིགས་རྣམ་པ་སྣ་ཚོགས་ཡོད་པ་ནང་བཞིན་གྱི་ང་རང་ལ་ཆ་མཚོན་པ་ཡིན་ན་དཔེ་དེབ་ཀྱི་རིགས། ཚོང་དང་འབྲེལ་བའི་དཔེ་དེབ་དང།

རྨོ་ལགས་དང་པོ་ལ་འགྲམ་ནས་འགྲོ་རྒྱུ་མང་པོ་གོ་མྱོང་ཡོད། དེའི་སྐབས་སུ་ནི་རྒྱ་ནག་ལ་ཡོད་པའི་ནི་རྒྱ་མི་དཀྱུས་མ་དེ་ཚོ་མྱངས་ཡོད་མེད་དང་མྱངས་ཡོད་ན་ཐབས་སྡུག་ལས་ག་གམ་ཟིག་མྱངས་ཡོད་མེད། དེ་ཚོ་གང་ལ་ནི་གཟབ་ཞིང་རྒྱས་པ་དཔེ་དེབ་དེ་ནང་ལ་བསྐྱོད་འདུག་དཔེ་དེབ་དེ་གི་རྩོམ་པ་པོ་གི་མཚན་ལ་ཡང་ནི་འཇུང་ཆང་ལའོ་རེད། ནི་མོ་རང་ལ་ཆགས་བཙུན་པ་ཡིན་ན་ནི་རྒྱ་མི་གཙང་མ་གཙང་རྐྱང་ཞིག་དང་ནི་དེབ་དེ་ནང་ལ་གཙོ་བོ་ག་རེ་བསྐྱོད་ཡོད་ལ་ན་མོ་རང་གི

ད་ཐ་མ་དེ་ལ་ཡང་དེབ་འདི་གི་མིང་གང་རེད་ཞུས་པ་ཡིན་ན། Wild Swan ཡིན་མིན་ཅི་ལོགས།
ཨོ་ལྷན་རྒྱལ་ཚང་ལོ་ལ་སྐྱབས་བཀྲ་ཤིས་བདེ་ལེགས་ཨ་ནི་དམིགས་བསལ་གྱིས་ད་ལྟ། སྒྲིབ་ལྟ་བ། ཁོང་གིས་ཁོ་རང་གི་ད་ལྟ YouTube ཟིན་ངེ་ཚང་མ་ལོ་ལ་ནི་འཚམས་འདྲི་ཡོད། ད་འདི་ད་རིང་གི་བརྙན་ཐུང་འདི་གི་ནང་ལོ་ལ་སྤྱི་བཏང་ཁོ་རང་གིས་ང་སྔེན་མ་ནི་བྲེལ་བ་ཆེ་ཚུར་རོ་འདི་པ་རོ་འདོད་ཅེས་ང་ད་ད་དུས་ཚོད་མ་རག་བའི་རྐྱེན་གྱིས་ནི་ཡ་ཆུས་མ་བྱས་ཨ་བོད་ཡུལ་ནུས་ཚུར་ལས་བྱེད་ནི་པས་འདི་ཆགས་ཚུར་རོ་ཡིན་ནི་ལས་ད་ད་ད་དུས་ཚོད་ཁྱུག་ཅིག་ར་དུས་སྐབས་སུ་ལ་ནི་ངེད་ཀྱིས་འདི་བརྙན་ཐུང་འདི་བཟོ་དགོས་བསམས་ཚུར་རོ་ད་འདི་ག་རི་སྐོར་ལ་རེད་སྤྱི་བཏང་དེབ་ལོའི། དེབ་འདི་ད་གཅིག་གི་དེབ་སོ་སོ་བློ་འགྱོད་བྱོས་རོགས་འདིའི་སྐོར་ལ་བཤད་ཡ་འདྲ་བོ་རེད་ཞུ་རོགས་སྤྱི་ད་ང་ད་ལྟ་དེབ་ད་ལྟ་བོད་ཡིག་དེབ་དེ་འདྲ ྋསྐྱབས་མགོན་རིན་པོ་ཆེའི་བཀའ་སློབ་དང་ཐ་ག་ནང་བཞིན་གྱི ྋའནི་གཅིག་སྒྲུང་རྩོམ་དེ་འདྲ་ཀློག་གི་ཡོད་དམིགས་བསལ་གྱི་ཨིན་ཇི་འདི་ཀམ་སུ་ཀློག་གི་མེད་རོགས་ཨ་ད་ལན་ངེད་ཀྱི་འདིའི་ནང་ལོ་ལ་ངའི་ལག་པ་ལ་ད་ང་མཉམ་དུ་ཡོད་རྒྱུ་དེབ་ད་ག་ར་འདུག་ཨ་ནི་ངེད་ཀྱི་འདི་དེབ་འདི་སྐོར་ལ་ངེད་ཀྱི་ད་སྐོར་ལ་ཞུ་ཞུ་ད་མང་ཆེ་ད་འདི་མགོ་ཚུད་གི་ཡོད་རྒྱུ་འདི་དེབ་འདི་སྔན་མ་རྙིང་པ་རེད་ཨལ་ཀེ་མེས་ཀྱི་ཅིག། འདིའི་དེབ་འདི་གི་ནང་ལོགས་ལ་ཅིག་ཅི་ད་ང་འདིའི་རོགས་པ་བྱེད་ཡོད་ཁོ་རང་གིས་དེབ་འདི་ཀློག་ཨན་ཁྱོད་རང་གིས་ནམ་རྒྱུན་གྱི་ཁྱོད་རང་གི་བསམ་བློ་བཏང་སྟངས་དང་ནམ་རྒྱུན་ཁྱོད་རང་གིས་ཅིག་ལ་ལྡང་ཞོར་འདི་གཉིས་དེབ་འདི་ནང་ལོགས་ལ་འདྲ་བོ་ཡོད་རེད་འདུག་ཅིག་ལ་སོ་ཨ་འདི་ལ་དུས་སྐབས་སུ་ངེད་ཀྱིས་ཁྱུགས་ཤིག་ངེད་ལྟ་བུ་ཙམ་སྟེ་ངེད་ཀློག་ཡིན་ཨ་ནི་ཀློག་དུས་སྐབས་སུ་ལ་ནི་དེབ་འདི་ནི་ཨ་ནི་ད་ཅིག་བསླབ་བྱ་ང་ཚོ་གི་མི་ཚེ་གི་བསླབ་བྱ་ལེན་ཞོར་བ་འདི་ཞིབ་པོ་ལེན་འདུག་ད།

དུས་མཚུངས་སུ་སོ་སོའི་གི་ད་ག། དུས་ཚོད་གཅིག་ལ་ནི་སོ་སོའི་གི་བསམ་བློ་འཁོར་ཕྱིན་ནས་ཨོ་ང་མ་འོངས་པ་དེ་འདྲའི་འདྲ་བོ་ཅིག་བྱེད་འདོད་འདུག་ང་དེ་འདྲའི་འདྲ་བོ་ཅིག་གི་ཆ་ན་འགྲིག་ས་རེད་ཟེར་ན་ང་ཚོས་གི་ད་ཨིན་སྐད་ཐོག་ནས Dreams ལེགས་རོ་ཨ་ནི་སོ་སོའི་གི་ད་ཅིག་བྱེད་གི་ཨོ་འདི་ཆ་ན་ད་ང་འདོད་པ་ཁང་སར་ལས་བཟོ་རོ་ཨ་འདི་ང་ཚོ་མི་ཚང་མ་ལ་ཡོད་གི་རེད་བསམ་གི་འདུག་ཡོད་དུས་སྐབས་སུ་ལ་ནི་འདི་ཡང་བསམ་བློ་འཁོར་ནི་འདུག་ཕྱིན་བདེ་བདེ་བ་ཡིན་ན་ཉེས་བདེ་བ་ཡིན་ན། ཨཱ་ནི། འདི་སོ་སོ་གི། ཅིག་དམིགས་པ་ཟིམ་ཚ་དེ་ལ་སླད་ཐུག་མ་རེད། སོང་ཚ་ག་དུས་ཡིན་ནའི་མི་ཚེའི་ནང་ལོགས་ལ་སོ་སོའི་ངོས་ནས། མ་ཞུགས་ནས་མ་བདེ་བ་ཆེ་ཨཱ་འདི་སོ་སོའི་བྱེད་ཀྱི་འདོད་པ་ཡོད་པ་ཡིན་ན་ཨཱ་ནི་མུ་མཐུད་ནས་ཤར་སྐྱོད་བྱེད་བདེ་བ་ནི་ཨཱ་ལམ་ཁ་ལ་བར་ཆད་ཡོང་གི་རེད་མ་བརྡབ་སྲིད་བ་རེད་ཨཱ་ཅིག་གི་མ་བཟོད་སྲིད་བ་རེད་ཨཱ་ནི། མཚམས་མཚམས། ཅིག་གི་མིག་ཆུ་ཤོར་སྲིད་བ་རེད་ཡིན་ནའི་ལས་སེམས་ཤུགས་ཆེ་མ་ཆགས་ནས་ཅིག་གི་འགྲོ་ཐུབ་བ་ཡིན་ན་ཨཱ་ནི་ཁྱོད་རང་ག་བ་ལ་འགྲོ་ཉེ་འཁྲུག་འདུག་དེ་ལ་དངོས་གནས་ཅིག་གི་གླེགས་རེད།

འོན་ཏེ་ཁྱོད་རང་རྙེད་ཐུབ་པ་ཡིན་ན་ཁྱོད་རང་གིས་དམིགས་ཡུལ་དེ་ལ་ཤཀྱཱ་ཕོ་ར་གཅིག་གི་འགྲོ་ཐུག་རེད་བསམ་གྱི་འདུག་རོ། སུ་ཙ་དེབ་འདི་དེ་འདྲའི་འགྲོ་ཆེ་རེད་ཤག་ཅི་དང་དེབ་འདི་ཤོག་གྲངས་ཁྱོན་བསྡོམས་ཤོག་གྲངས་ག་ཚོད་དུ་ལགས་བ་ཡིན་ན་དེ་ལ། ཁྱོན་བསྡོམས་ཤོག་གྲངས་ད་བརྒྱ་ད་བརྒྱ་ད་དྲུག་ཅུ་བདུན་ཅུ་ཞོ་སར་བརྒྱ་ད་དྲུག་ཅུ་བདུན་ཅུ་འདུག་ཨ་ཟེར་རོ་ཞེས་ཨ་དེབ་ད་ལན་དེབ་འདི་རེད་ད The Alchemist དབྱིན་ཇིའི་དེབ་རེད་དབྱིན་ཇིའི་དེབ་དེ་མ་དང་པོར་འགྲོ་དེ་མ་དང་པོ་ད་མ་རེད་ངས་ཁ་ཤས་ཀློག་མྱོང་ཡིན་ནའི་རྒྱུ་རིང་པོ་རྗེས་ལ་ངས་ཀློག་ཡིན་པ་ཁེ་སང་ངའི་རོགས་པ་དང་འདི་བ་བུ་སོ་ནམ་ཁོ་རང་གིས་འདི་དེབ་འདི་ཡག་པོ་ཡོད་རེད་ལ་ཟེར་བ་ཨ་ངས་ཀློག་ཡིན་དངོས་གནས་དེབ་དེ་དེབ་འདི་ལ་དུས་ཚོད་བཏང་བ་དེ་གོ་ཆོད་ཞག་མང་པོ་ཅིག་ང་རང་ངོས་ནས་གསར་བ་ཤེས་སོང་བསམ་བློ་ཏི་ཞིག་གི་ཐོད་རྒྱ་དུ་ཆེ་རུ་ཆགས་སོང་རོ་ཨ་ལ་སོ་ཨ་ནི་ཚ་མོ་ལོ་ལོ་ཐུགས་རྗེ་ཆེ་ཨ་ནི་དམིགས་བསལ་གྱིས་ད་ལྟ་ཟླ་བ་ལ་ལ་ང་ལ་འདུར་བྱས་ནས་གོ་སྐབས་སྤྲད་པ་དེ་ལ་ངས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ལན་ཨི་ཨ་ཚ་མོ་ལོ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས། ཨོ་ལྷན་རྒྱལ་ཁམས་བཟང་ཨ་ནི་དེ་རིང་རྡོ་ལགས་ཀྱིས་དེ་རིང་ག་རེ། དཔེ་དེབ་ཅིག་བསྡུ་བྱས་ནས་བསྐྱར་ཞིབ་ཅིག་བྱེད་རོགས་བྱེད་ད་ཟེར་ནས་གསུངས་སོ། དེ་རིང། ལྷན་རྒྱས་རྣམ་པ་ལ་ཡང་ངས་ཁ་ཤོད་ཡོང་ན། ད་ལྟ། སྒོ་རྒྱག་གི་དུས་ཚོད་སྐབས་སུ་ངས་དཔེ་དེབ་ཁ་ཤས་ཤིག་བླངས་ཡིན། ནི། འདི་ནང་དཔེ་དེབ་གཅིག་བསྡུ་བྱས་ངོ་སྤྲོད་ཞུས་ཡིན་རོགས། ནི་དཔེ་དེབ་འདི་མིང་ལ་ཡང། Dragon in the Land of Snow། འདི། ཚེ་རིང་ཤཱཀྱ་ལགས་ཀྱིས་བརྩམས་གནང་བའི་དཔེ་དེབ་ཞིག་རེད། ཚེ་རིང་ཤཱཀྱ་ལགས་ཁོང་འགྲོ་ཆ་ཚོད་མེད་ན་ཁོང Professor ཅིག་རེད་རོགས་བོད་པའི་ཀྱི Professor། བོད་པའི་ལོ་རྒྱུས་དང་རྒྱལ་རབས་ལོ་རྒྱུས་དང་ཆོས་འབྱུང་འདི་འདྲའི་སྐོར་ལ་ཡང་མཁས་དབང་ཡིན་རྒྱུ་ཞིག་རེད། བྱས་ཙང་ནི་ཁོང་གིས་འདི་དཔེ་དེབ་ཏུ་བསྡུ་ཟིན་ཙམ་རེད། ད་དཔེ་དེབ་འདི་ད་ཁ་ལོ་རེད། ཁུངས་ནི་ཚོ་ད་དཔེ་ཡག་པོ་འདུག་ར་གཞི་བཞག་ས་འདི་ཚོ་དཔེ་ཡག་པོ་འདུག་ནང་ལོགས་ནང་དོན་འདི་ཚོ་དཔེ་ཡག་པོ་འདུག་ལ་གཞོན་ཡིན། ད་སྤྱི་ཐང་དེ་དཔེ་དེབ་དེ་ག་རེ་ག་ལ་རེད་ལབ་ན་ཡ་ཉེ་རབས་བོད་ཀྱི་ལོ་རྒྱུས། བོད་ཀྱི་ཉེ་རབས་ལོ་རྒྱུས་ཡོད་ར་དེ་འདྲའི་ག་ལ་རེད་སྤྱིར་ཆིག་སྟོང་དགུ་བརྒྱ། བཞི་བཅུ་ཞེ་བདུན་ནས་བཟུང་བྱས་སྤྱིར་ཆིག་སྟོང་དགུ་བརྒྱ་དགུ་བཅུ་བར་ལ་འདུག་ཅེས་ཁོང་གིས་འདུག་འདི་དཔེ་དེབ་འདི་ནང་ལ་འདུག། བྲིས་ཤིག་རོ། ཨ་ནི་འདི་ནང་ལོ་ལ་ཡ་ད་རྒྱ་མིས་བོད་ནང་ལ་ལ་བཙན་འཛུལ་ག་འདྲས་བྱས་ཡིན་མེད་བོད་ནང་ལ་ལ་ཡ་སྲིད་ཇུས་ག་འདྲས་ག་འདྲས་བཏང་ཡིན་མེད་དང། ནི ྋགོང་ས་མཆོག་དང་ད་ག་ནི་ཞེས་པཎ་ཆེན་རིན་པོ་ཆེ་ཁོང་རྣམ་པས་ནི་རྒྱ་མི་གི་དྲག་གནོན་དང་དེ་འདྲའི་གདུག་རྩུབ་དང་སྲིད་ཇུས་འདི་ཚོ་ལ་ཡ་ངོ་རྒོལ་ག་འདྲས་བྱས་ཡོད་མེད་དེ་འདྲ་ཆ་སོང་ཨ་ནི་བཙན་བྱོལ་ནང་ལ་ལ་ཕལ་ཆེར་བཙན་བྱོལ་ནང་ལ་ལ་གཞིས་ཆགས་དང་སློབ་གྲྭ་ཁག་དང་དེ་འདྲས་ག་འདྲས་བཙུན་ཡོད་མེད་ནི་བོད་ཀྱི་ནི་ཁ་ལོ་རེད་གནད་དོན་འདི་ག་འདྲས་འཛམ་གླིང་ལ་ཁྱབ་བསྒྲགས་བྱས་ཡོད་མེད་དེ་འདྲས་ག་ལ་བྲིས་བཞག་བྱས་ཙང་ལྷན་རྒྱས་རྣམ་པ་ཚོ་ནི།